ད་ང་རང་ཚོ་མི་སྒེར་མ་ཆགས་བསྡད་ཀྱི་ཡོད་རེད་བ། དེ་ཡིན་དུས། ཕྱོགས་གཅིག་ནས་གཞོན་སྐྱེས་ཚོ་ལ་ཡང་མིག་ལྟོས་བཟང་པོ་ཞིག་བཞག་དགོས་ཀྱི་ཡོད་རེད། ད་ད་ལྟ་རང་གི་ཡང་སྤེན་པ་ནག་རིལ་ལ་ཡང་ཧང་སྲིད་སྐྱོང་ནི་ཚིག་དོན་སྤེན་པ་ནག་རིལ་སྲིད་སྐྱོང་ངོ་མ་མ་རེད་བ། སྤེན་པ་ནག་རིལ་སྲིད་སྐྱོང་གི་དམ་འབུལ་ཞོལ་དེ་ཁྲིམས་མཐུན་མ་ཡིན་པ་གཅིག་གི་དམ་འབུལ་རྫུན་མ་ཞིག་ཞོལ་བ་ཡིན་ཙང་སྲིད་སྐྱོང་ཆགས་མེད་བ།

དཔེར་ན་ཟམ་གདོང་ལར་རྒན་འདྲ་བོ་ཆགས་བཞག་པ་ཡིན་ན་སངས་ཀི་ཏི་ཏེ་སི་ཞེན་གི་ཡོད་ཟེར་གི་ཡོད་རེད། ན་མོ་ཏེ་སི་བང་ག་བར་དུ་ཟེར་ཡ་དང་དེ་ལས་ཅིག་ཅིག་མཚམས་སུ་སྐྱོ་བོར་བ། དངོས་གནས་བྱས་པ་ཡིན་ན་སངས་ཀི་ཏི་བོད་པའི་སྤྱི་ཚོགས་ནང་ལོག་ལ་ཟམ་གདན་ཟམ་གདོང་ལར་རྒན་ལས་ལྷག་སི་ཞེན་དེ་ཉིད། ད། བར་ན་སི་ནང་ལོག་ལ་ཆགས་བཞག་པ་ཡིན་ན།

ནི་ཟམ་གདོང་ལས་ཡག་གི་རེད། ཨོ་དེ་འདྲས་ཡིན་དུས་དེའི་ཧང་གིས་མཁྱེན་རྟོགས་ཡོང་བ་ལོས་གཅིག་ཞུ་ཡ་གཅིག་དེ་འདྲས་ཡིན། ང་རང་ཚོ་ཨ་ནི། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་ནང་དམངས་གཙོ་ལག་ལེན་བསྟར་བྱས་ནས་ཡ་ད། མི་མང་གིས་ཐད་ཀར་འདམ་ཞེས་པའི་སྲིད་སྐྱོང་དང་པོ་དེ་མཁས་དབང་པ་འདི་ལོ་ཙཱ་སེང་གེ་ལགས་ཆགས་ཀྱི་ཡོད་རེད་ཁོ་རང། འཛམ་གླིང་ནང་ལ་སྐད་གྲགས་ཡོད་པའི་ལོ་ལབ་གྲ་ཚོ་ཐོན་ཐོན་པ་ཙམ་དུ་མ་ཟད་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོགས་ལ་ཡང་ཞབས་ཕྱི་ཤོས་བྱས་ནས། ལྷག་བསམ་རྣམ་པར་དག་པའི་སྒོ་ནས་དེ་འདྲའི་གི་ཞབས་ཕྱི་ཤོས་བྱས། ད་མི་རྣམ་དཔྱོད་དང་ལྡན་པ་འདི་ལ་ཡང་ང་རང་ཚོས་ཁས་དབང་ཞིག་ལབ་དགོས་ཀྱི་ཡོད་རེད་ལ་དངོས་གནས་དྲ་གནས་གུས་བཏུད་ཞུ་དགོས་ཀྱི་ཡོད་པ་ཡིན་ན་འདྲ་ཆེ་བསྟོད་བྱེད་དགོས་ཀྱི་ཡོད་པ་ཡིན་ན་འདྲ། ཨ་ནི་ཁས་དབང་པ་ནས་བློ་བཟང་སེང་གེ་མཆོག་ལ་ཡང་དེ་བྱེད་འོས་པ་ཅིག་རེད།